ཡང་དབྱེ་བ་ཆེ་གྲང་མི་འདྲ་གཉིས་ཡོད་རེད་ཟེར། ད་གཉིས་དེ་ག་རེ་རེད་ལ་ན། ཨ་ནི། ལུང་གི་རྗེས་འབྲང་གི་སེམས་ཙམ་པ་དང། ཨ་ནི། རིག་པའི་རྗེས་འབྲང་གི་སེམས་ཙམ་པ་ཟེར་ན་གཉིས་ཡོད་རེད། ད་འདིའི་སྐོར་ལ་ཁ་སང་ང་ཚོས། རྟོགས་ཀྱིས་གླེང་ཚར་རེད། ལུང་གི་རྗེས་འབྲང་གི་སེམས་ཙམ་པ་ལ་བ་ཡིན་ན། ཨ་ནི། སེམས་ཙམ་པའི་གི་ཨ་ནི་རྡོ། མདོ་སྡེ་དགོངས་འགྲེལ། མདོ་མདོ་སྡེ་མདོ་སྡེ་དགོངས་འགྲེལ་དང། ཨ་ནི། ཚེ་ཡུམ་གྱི་མདོ་ལ་སོགས་པ། ལང་ཀར་ཤེས་པའི་མདོ་ལ་སོགས་པ་དེ་དག་ཨ་ནི་ལ་ཡ། ཨ་ནི་སློབ་སྦྱོང་བྱེད་དེ་དང་མཉམ་དུ་ལ་ཡ་བསྟན་བཅོས་འཕགས་པ་ཐོགས་མེད་ཀྱི། བརྩམས་བྱ་ཆོས་ཀྱི་ས་སྡེ་ལྔ་ལ་སོགས་པ་བསྟན་བཅོས་དེ་གའི་དེ་ལ་ཡ་སློབ་སྦྱོང་བྱས་ནས། ཨ་ནི། དེ་དག་ལ་ཡ་ད་དད་པ་གཙོ་བོ་བྱས་ནས

སྡོམ་རྣམ་གཉིས་འདི་ག་རེ་ལགས་ན་སྔོན་པོ་ཀུན་བཏུས་དང་ཐིག་བཏུས་གཉིས། དེའི་ནང་ནས་ཐིག་བཏུས་འདི་ནི་གོང་གི་ཅིག་ས་སྡེ་ལྔ་དག་འདི་གས་ཀྱི་ད་དོན་དག་འདི་གས་ཚང་མ་ཚུར་བསྡུས་ནས་ཡང་ནི་ད་ག་ལ་བ་རེ་འགྲེལ་བཤད་རྒྱབ་བྱ་ཡས་ཀྱི་བསྟན་བཅོས་གལ་ཆེན་པོ་ཆགས་ཡོད་ཙང་ཐིག་བཏུས་ལས་འདི་ད་ལྟའི་བསྟན་བཅོས་ནང་ནས་ཀྱང་སྐད་གྲགས་ཚ་བ་འདྲ་བོ་ཅིག་གལ་ཆེ་བ་འདྲ་བོ་ཆགས་ཡོད་རེ་ཞུ་ཡས་ཡིན། དེ་གཅིག་བྱས་ད་འདི་ནས་ས་སྡེ་ལྔ་འདི་སའི་དངོས་གཞི་ཟད་དང་པོ་རེད། སའི་དངོས་གཞི་འདི་གིས་ཨ་ནི། ག་རེ་བྱེད་དགོས། ག་རེ་གི་འགྲེལ་བ་རྒྱག་དགོས་རེད་ལ་ན། སའི་དངོས་གཞི་དང་གཏན་ལ་ཕབ་པའི་བསྡུ་བ་གཉིས་དེ་གི། འགྲེལ་བཤད་རྒྱག་དེ་གཙོ་བོ་འགྲོ་བ་དེ་ག་རེ་ལ་ན་ས་བཅུ་བདུན་གི་རྣམ་གཞག། ས་བཅུ་བདུན་གི་རྣམ་གཞག་དེ་ག་རེ་ལ་ས་དང་པོ་རབ་ཏུ་དགའ་བ་ནས་ས་བཅུ་བ་དྲུག་ཆོས་ཀྱི་སྤྲིན་བར་དུ་ལ་ཨ་ནི། ག་ལ་བ་རེད།

ཚད་མའི་གཞུང་དང་པོ་གསར་དུ་བཏོད་ངེས་ད་ཅི་དག་འདྲ་མི། སངས་རྒྱས་ཞལ་བཞུགས་པའི་སྐབས་ལ་ཡང་ཚད་མའི་གཞུང་ཡོད་ལ་བར་ལ། སངས་རྒྱས་མ་བྱོན་པའི་སྔོན་ལ་ཡང་ཕྱི་རོལ་པའི་བསྟན་བཅོས་ནང་ལ་ཡང་ཚད་མའི་གཞུང་དེ་ཡོད་ས་རེད། ཚད་མ་རིག་པ་གི་འགྲོ་སྟངས་དེ་ཡོད་ས་རེད། ཡིན་པ་ཡིན་ན་ཡང་རྒྱ་གར་གྱི་ནང་ལོགས་ལ་ཡང་ཨ་ནི། ནང་པའི་གི་མཁས་པ་ནང་ནང་པའི་མཁས་པ་ནང་ལོག་ནས་ཀྱང་ཨ་ནི་ཚད་མ་རིག་པ་འདི་བར་རྩལ་དུ་བཏོན་ནས་ཨ་ནི་མ་འགྲེལ་བཤད་རྒྱག་མཁན་དེ་རྒྱ་གར་གྱི་མཁས་པ་ནང་ལོག་ནས་སློབ་དཔོན་ཕྱོགས་གླང་འདི་ད་དང་པོ་ཆགས་ཏེ་ཡོད་རེད་ཞུ་ཡ་དེ་ཡི་ས། སློབ་དཔོན་ཕྱོགས་གླང་གིས་ཁོ་རང་གི་རྩལ་དུ་བཏོན་ནས་ཨ་ནི་མ་གསུང་བྱ་རྒྱུ་གི་ད་བསྟན་བཅོས་ཟེར་ན་འདྲ་འདུག་དེབ་དེབ་བྲིས་ཡ་དེར་ཟེར་གི་ཕལ་སྐད་འདྲ་བཞིན་དེབ་ག་རེ་བྲིས་ཡོད་རེད་ལ་ན་ཨ་ནི་ཚད་མ་ཀུན་འདུས་ཟེར་ཙམ་ཡོད་རེད་ཅེས་ཞུ་ཡ་ཡིན།

ཁྱད་པར་ཡན་ལག་ལྟ་བུའི་བསྟན་བཅོས་བཞི་ལ་ན་སྒྲ་དང་ཡང་འདི་ལ་ཁྱད་པར་ལ་ཡི་གེ་ཚབ་ལ་འཕྲོས་པ་ཟེར། ལུས་འདི་གཙོ་བོ་ལུས་ལྟ་བུའི་བསྟན་བཅོས་གསུམ་འདི་གཙོ་བོ་བྱས། དེ་ནས་མར་འཕྲོས་ཞར་བསྐྱོད་ཀྱི་བསྟན་བཅོས་བཞི་འདི་ལ་ནི་ཁྱད་པར་ཡན་ལག་ལྟ་བུའི་ཀྱི་བསྟན་བཅོས་བཞི་ཡང་ན་འཕྲོས་པ་ཡན་ལག་ལྟ་བུའི་ཀྱི་བསྟན་བཅོས་བཞི་ལ་འོ་ད་ལུས་ལྟ་བུ་ཀྱི་བསྟོན་བཅོས་གསུམ་འཕྲོས་པ་ཡན་ལག་ལྟ་བུའི་བསྟན་བཅོས་བཞི་འོ་ད་འདི་ཆགས་དེ་རེ་ཞོལ་ཡིན། ལྟ་བ་ན་ལུས་ལྟ་བུ་གི་སྟོན་ཆོས་གསུམ་དེ་ག་རེ་ལ་ན། འདི་ཆགས་དེ་ལྟ་ལུས་ལྟ་བུ་གི་སྟོན་ཆོས་གསུམ་དེ་འདིར། རྒས་པ་དེ་མཚན་མ་རྣམ་འགྲེལ། འབྲིང་བ་དེ་མཚན་མ་རྣམ་ངེས། སྡུད་པ་དེ་མཚན་མ་རིགས་ཐིག་ཟེར་ལྟ་འདི་ལ་ཡང་ལུས་ལྟ་བུ་གི་སྟོན་ཆོས་གསུམ་ལགས་ཡོད། ལྟ་བ་ན་རྒས་པ་ཡང་ལ་ལྟ་བུ་གི་སྟོན་ཆོས་བཞི་དེ་ག་རེ་ལ་ན་ལྟ་འདི་ཆགས་དེ་རྒས་པ་ཡང་ལ་ལྟ་བུ་གི་སྟོན་ཆོས་བཞི་དེ། གཏན་ཚིགས་ཐིགས་པ། འབྲེལ་བ་བརྟགས་པ། རྒྱུ་ཤེས་འགྲུབ་པ། རྩོད་པའི་རིགས་པ། ཟེར་ད་འདི་བཞི་འདི་ལ་ཡང། གྱེས་པ་ཡང་ལ་ལྟ་བུའི་གི་བསྟན་བཅོས་བཞི་ཡིས་ཡང་ན་འཕྲོས་པ་ལྟ་བུའི་གི་བསྟན་བཅོས་འཕྲོས་པ་ཡང་ལ་ལྟ་བུའི་གི་བསྟན་བཅོས་བཞི་ཡིས་ཟེར་དུ་ཚིག་ནི་ད་ཚེ་མ་སྡེ་བདུན་ཟེར་ནས་ཚེ་མ་སྡེ་བདུན་ཟེར་འདིར་ཚེ་ཚ། ད་ལྟ་རིགས་པའི་རྗེས་འབྲང་གི་སེམས་ཙམ་པ་དེ་གིས་ཚེ་མ་སྡེ་བདུན་འདི་སློབ་སྦྱོང་བྱས་ནས། ཚད་མ་རིག་པ་སློབ་སྦྱོང་བྱས་ནས་ཨ་ནི། སངས་རྒྱས་ཀྱི་མདོ་ཨ་ནི་གཙོ་བོ་དེ་ཨ་ནི་གར་སོགས་མདོ་སྡེ་དགོངས་འགྲེལ་ལ་སོགས་པ་དེ་དག་ལ་ཡང་དཔྱད་པ་བྱས་ནས། རྒྱུ་མཚན་བསམ་བློ་དང་དཔྱད་པ་བྱས་ནས་ཨ་ནི་ཁོ་ཚོས་ཀྱི་སེམས་ཙམ་པའི་གྲུབ་མཐའ་དེ་སྨྲ་གི་ཡོད་པ་ཡིན་ཙང་ཨ་ནི་ཁོ་ཚོ་ལ་ཡང་རིགས་པའི་རྗེས་འབྲང་གི་སེམས་ཙམ་པའོ་ལབ་ཡོད། ད་དེ་མ་ཡིན་པ་ད་ལྟ་དེ་གོང་གི་ལུང་གི་རྗེས་འབྲང་གི་སེམས་ཙམ་པ་ལ་ཡོད་དེ་གཙོ་བོ་ས་སྡེ་ལྔ། ས་སྡེ་ལྔ་དེ་ནི་ས་སྡེ་ལྔ་དག། ནི་སངས་རྒྱས་བཅོམ་ལྡན་འདས་རང་གིས་གསུང་བྱ་རྒྱུད་ཀྱི་མདོ་སྡེ་དགོངས་འགྲེལ་ལ་སོགས་པ་དེ་དག་ལ་ཡང། དད་པ་བྱས་ནས་གཙོ་བོ་དད་པ་བྱས་ནས་སློབ་སྦྱོང་བྱས་ནས། ནི་དད་པ། དད་པ་བཞི་བཞག་ནས་ནི་སེམས་ཙམ་པའི་གྲུབ་མཐའ་མ་གི་ཡོད་པ་ཡིན་ས་ལུང་གི་བྱེ་བྲག་ནི་སེམས་ཙམ་པ། འོ་ད་དེ་འདྲའི་འདྲ་བ་ཅི་རེད་ཞུ་ཡ་ཡིན། ལྷ་འདི་ཅི་ད་སེམས་ཙམ་པ་ལ་གོ་ཡས་ཀྱི་སྒྲ་ཤེས་འགྲོ་འདི་ག་རེད། ལ་བ་ཡིན་ན། ཆོས་ཐམས་ཅད་ཨ་ནི། སེམས་ཀྱི་བག་ཆགས་གསལ་སྟོབས་ཀྱི་དབང་གིས་བྱུང་བཞག་རྒྱུ་རེད། ཕྱི་རོལ་ཡུལ་གྱི་ངོ་ནས་ཡོད་མ་རེད། ཚང་མ་སེམས་ཀྱི་བག་ཆགས་གསལ་སྟོབས་ཀྱི་དབང་གིས་བྱུང་བ་རེད་ཟེར་ནས་ལབ་ཀྱི་ཡོད་བ་ཡིན་ས། ཆོས་ཐམས་ཅད་སེམས་ཀྱི་བདག་ཉིད་དུ་གྲུབ་ཀྱི་ཡོད་རེད་ལ་ནི་སྨྲ་གི་ཡོད་བ་ཡིན་ས་སེམས་ཙམ་པ་ལ་རེད་ཟེར་འོ་ད་འདི་ཅི། དག་སེམས་ཙམ་པ་ལ་ཡང་མིང་གཅིག་གར་ལ་བར་ལ་རྣལ་འབྱོར་སྤྱོད་པ་བ་ལ་བར། དེ་དང་རྣལ་འབྱོར་སྤྱོད་པ་བ་ག་ཅན་ལ་བར་ལ་ན་རྣལ་འབྱོར་བས་གཞི་ཡི་སྒོ་ནས་ལམ་གྱི་སྤྱོད་པ་ཉམས་ལེན་གཏན་ལ་འབེབས་ངེས་ཀྱི་ཨ་ནི། གཏན་ལ་འབབ་ངེས་ཀྱི་ཡིན་པ་ཡིན་ཙང་ཨ་ནི་རྣལ་འབྱོར་སྤྱོད་པ་བ་ལ་གི་ཡོད་རེད་ཟེར་ད་སེམས་ཙམ་པ་ལ་བར་ད་རྣལ་འབྱོར་སྤྱོད་པ་བ་ལ་བར་གྱི་ད་སྒྲ་བཤད་འགྲོ་བ་དེ་ག་རེ་ལ་ན་སྒྲ་བཤད་ལ་ར་མ་ཏོ།

ད་སེམས་ཙམ་པས་ཀྱི་ད་ང་ཚོ་གྲུབ་མཐའ་ག་རེ་ཡིན་ན་ཡང་གྲུབ་མཐའ་དེ་ལས་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ལག་ཡོད་རེད་བ། གཞི་ལམ་འབྲས་གསུམ་གྱི་རྣམ་གཞག་ཤེས་ཡོང་དུས་བསམ་པ་ལ་ད་སེམས་ཙམ་པས་ཀྱི་གཞི་ཡི་རྣམ་གཞག་ག་རེ་རེད། ད་གཞི་དེ་ལ་ག་རེ་ཤེས་བྱ། ཤེས་བྱ་ཟེར་ན་ད་དུ་ཡུལ་ཡུལ་ཟེར་ན་ད་ཡོད་པ་ཟེར་ན་ད་གཞི་གྲུབ་ཟེར་ན་ད་བྱེད་ས་ཡུལ་ཡུལ་གྱི་འདོད་ཚུལ་ད་གཞི་ཡི་འདོད་ཚུལ་དེ་ལ་ཡུལ་ཅེས་ཁ་ས་ཤེས་བྱ་ཡུལ་གྱི་འདོད་ཚུལ་ད་ཨ་ནི་ཡུལ་ཅན་བློ་ཡི་འདོད་ཚུལ་ཟེར།

འགྱུར་བ་འགྲོ་ངེས་ཅིག་ལ་ཡང་མི་བདག་པ་ཟད། འགྱུར་བ་འགྲོ་ངེས་ཀྱི་ཅིག་ལ་ཡང་མི་བདག་པ་ཆེ། འགྱུར་བ་མ་འགྲོ་ངེས་དེ་ལ་བདག་པ་ཟད། འོ་དུས་དབྱེ་བ་ཅིག་ཡོད་པ། ད། སེམས་ཙམ་པས་ཀྱི་ཐུན་མོང་མ་ཡིན་པའི་དབྱེ་བ་ཕྱེ་སྟངས་ནི་ག་རེ། ཤེས་བྱ་ཐམས་ཅད་ཚུར་བསྡུས་ན། ད་ནི་མཚན་ཉིད་གསུམ་ནང་དུས་དྲུག་རེད་ལ་ད་མཚན་ཉིད་གསུམ་དེ་ག་རེ་ལགས་ན། འདུས་བྱས་ཐམས་ཅད་གཞན་དབང་རེད་ལ་ད་ང་ཚོ་མི་བདག་པ་ཡིན་ངེས་ཀྱི་རིགས་བྱོས་ར། འདི་ཚང་མ་ལ་ཁོ་རང་ཚོས་སེམས་ཙམ་པས་ཀྱི་མིང་བཏགས་སྟངས་ཅིག་ལ་ཡང་གཞན་དབང་ལ་བ་ར་གཞན་དབང་ལགས་ན་གཞན་ལགས་ན། རང་མ་ཡིན་པ་གཞན་ལ་བསྟན་དགོས་ཀྱི་ཡོད་པའི་ཆ་ནས་གཞན་དབང་སླེབས་ཡོད་ད། ད་ཆོས་ཉིད་ཐམས་ཅད་ཡོངས་གྲུབ་སླ་རེད། ཆོས་ཉིད་ལ་ན་ད་བདག་མེད་པ་ཟེར་ན་ད་དུ་སྟོང་པ་ཉིད་ཟེར་ན་ད་དུ་ད་སེམས་ཙམ་པའི་གི་འདོད་དེ་དེར་ཇི་ཟ། བདག་མེད་པ་ད་སྟོང་པ་ཉིད་ཟེར་དེ་གི་དེ་ནི་ག་རེད་ལ་བསམ་དེ་ཡོངས་གྲུབ་ལ་བཞག་ཡོད་ད། འོ་ད་དེ་འདྲའི་དྲོ་ཞིག་རེད་ཞུ་ཡ་ཡིན། ད། དེ་མ་ཡིན་པའི་གིས་ད་ཡོངས་གྲུབ་དང་ཀུན་བརྟགས་གཉིས་ཀ་རྟག་པ་རེད། གཞན་དབང་དེ་མི་རྟག་པ་ཆགས་ཡོད་རེད། མི་རྟག་པ་ཚང་མ་གཞན་དབང་ཆགས་ཀྱི་ཡོད་རེད། ད་རྟག་པ་དེ་ལ་ཡང་ཡོངས་གྲུབ་དང་ཀུན་བརྟགས་གཉིས་བྱས་རེད། ད་ཡོངས་གྲུབ་མ་ཡིན་པའི་གི་རྟག་པ་རིགས་ཚང་མ་ལ་ཁོས་ག་ལ་བས་ལ་ན་ཀུན་བརྟགས་ཟེར་མིང་བཏགས་བྱས། ཀུན་བརྟགས་ལ་ན་ན་ང་རང་ཚོའི་མིག་གི་མཐོང་རྒྱུ་དང་ལག་པའི་གི་རེག་རྒྱུ་དེ་ནི་དམིགས་བསལ་ཁྱད་མེད་བ། གཙོ་བོ་བར། ཅིག་རྟོག་པའི་གི་བར